འདི་ཁར་གཏོར་ལ་མི་ན་རྟགས་ཁོ་རང་གིས་གསུངས་པ་ནང་བཞིན་ང་ཚོ་ཆུང་དུས་དཀའ་ལས་མ་བརྒྱབ་ཡིན་ན་ད་ད་ལྟའི་ལོ་ཚོད་དེ་ལས་བསྡུས་ཙམ་མེད་ཡིན་པས་ན་ཨ་ནི། ཨ་ནི། ལྷ་སའི་གཙང་པོ་ཁྲི་ཐུ་བ་གཙང་པ་ག་རང་ནང་བཞིན་ལྷག་པ་གམ་དེར་བཞག་ས་ཨ་ནི་བྱས་ཙང། ཆུང་ཆུང་དུས་དཀའ་ལས་མ་བརྒྱབ་ཡིན་ན་ཨ་ནི།

སྐྱེས་བུ་དང་ཡང་དེའི་གལ་ཆེན་པོར་ཞག་དང་ཟླ་རོག་པོ་དེས་གསུངས་ན་ཞིང། ཨ་ནི་གལ་སྲིད་སྐྱེས་བུ་མ་དང་མི་སྣ་གྱེན་འགོག་བྱ་དུས་ཡིན་པས་ན་ཨ་ནི། གཅིག་གྲོ་བསམ་ནས་ལས་པད་མོ་ན་ཡ་དག་ཨ་ནི་གཟུགས་པོ་སྐྱོ་བོ་ཆགས་ཡ་དག། གོང་པོ་རྒྱལ་མོ་ཐུ་ཡན་གྱི་དོ་ཨ་ནི་བྱས་ཙང་ཁ་ལག་ཞིམ་པོར་བཟའོ་བསམ་པས་ནས་ལན་ཡ། ན་ཚ་མང་པོ་ལས་བྱས་ལོ་ཡ་ཆེར་ཆེར་གྱོ་དུས་ཙམ་ལས་དམིགས་བསལ་གྱི་སོ་དེ། ཆགས་དྲུག་དང་སོ་ཏའི་གོ་དྲུག་ལ་ཆགས་ན་སོ་ཏའི་གོ་དྲུག་དང་གོ་ཡའི་དང་རུས་ཡའི་དང་འདྲེས་བྱེད་ཅིང། ཉི་མ་ལྔ་ཆུ་ཡུག་དུས་ལྷའི་ས་ཡོད་དུས་ཙམ་པ་ཡིན་པས་ནི་ངའི་རྨོ་ལགས་ཀྱི། གསུམ་པོར་རྨོ་ལགས་ཚིམ་ཡོད་མ་རེད་དུས། ཞལ་ཁ་འཛག། ཞལ་ཁ་ནག་ལོ་ཞལ་ནག་ལོ་ལ་ཚིམ་ཡོད་མ་རེད་སོ་ཡོད་མ་རེད་བ་ཚང་མ་ལོ་ཕི་ས་རེད། ཨ་དུས་དུས་ཆུ་ཡུག་དུས་ང་ཚོ་སྤྲེལ་མ་ལེན་ཟ་གིར་བ་སྤྲེལ་མ་གཅིག་གི་བ། སྤྲེལ་མ་དེ་རོག་རོག་ལེན་སའི་ཆུ་ཁུམ་དང་རོག་རོག་ལ་ཟ་གིར་བ་རྨོ་ལགས་ཨོ་རྩེའི་སྐྱིབས་མདོག་ཧ་ལ་རང། ཞིམ་མདོག་གོ་ཞེའུ་ཟེར་གྱི་རྟ་རྔ་སོགས་ཡོད་མ་རེད་བ་གསུངས་གི་སོ་མེད་དུས་ཚོད་མ་ཡིན་པས་ན་ཞིམ་པོ་འདི་ཟ་སྙིང་འཕྲོག་ཡ་ཡོད་ནའི་ཟ་ཡ་མི་འདུག་གསུངས་གི་རྨོ་ལགས་ཁོ་རང་ཡིན་པ་ན་ཚེམ་རྫུན་མ་ཅིག་ཟུག་ཡོད་བ་དེ་རིང་ཁྱེད་ཟེར་ཡིན་པ་ན་ཁ་བསྐང་རྩ་ལོ་སོ་རྫུན་མ་ཞིག་དང་འོང་འདི་ག་ག་ལ་ཟ་ནས་བྲོ་བ་ཅན་མི་འདུག་གསུངས་གི་སྙེ་མ་ལོ་ཆུང་ཆུང་གི་དུས་ཡིན་པས་ན་ནི་སོ་སོ་སོ་ཅིག་ཡོད་རེད་བ་འོང་འདི་ནང་བཞིན་ཁ་ལག། སོགས་ཀྱི་བདུད་རྩི་མ་ཡིན་པས་ན་ནི་བྲོ་བ་གཅིག་པ་གླེང་ཡོད་མི་འདུག་ཁྱེད་ཚང་ཞུ་དོ་གསུང་གི་བྱས་ཙང་འདི་དགའ་ཡའི་སྙེ་བ་ནང་མ་རེད་སོ་མཛུབ་མོ་དེ་ནི་ཕི་གེ་ཤ་ཤ་ནང་རུ་བ་གི་ལ་སི་ཞིག་ན་བླུག་རྗེས་འོང་རྒྱ་རེད་ཤག་ཁྱེད་ཚང་ཨམ་ཐ་ན་བསམ་བློ་ཞིག་བཏང་རོགས་པ་དངོས་གནས་རེད་ཤག་ནི་ང་ཚོ་རྒན་ཁོག་ཆེ་དུས་ཙམ་པ་ཡིན་པས་ན་ད་ལྟ་དཀའ་ལས་མ་བརྒྱབ་པས་ན་ནི། ད་ལྟ་སྐྱིད་པོ་བཏང་སྟེ་བས་ན་མཇུག་མ་རྒྱན་སྐོར་བྱེད་དུ་འཛིན་པ་སྡུག་པོ་མྱངས་ཀྱི་རེད་ཟེར་སྐད་ཆ་བྱེད་བ་འོང་སྟེ། ཨན་ད་ལྟ་དེའི་ཏི་སི་གནས་ལུགས་རྒྱུ་མཚན་ཞེ་དྲག་མེད་སྐྱོ་སོ་ཞུ་དོ་ཁ་ཅན་ལ་བས་ན་ཨན་ད་ལྟ་དཀའ་ལས་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ། ལས་ཀ་བྱས་བྱས་བྱས་བྱས་བྱས་ངལ་གསོ་ཅན་མ་རྒྱབ་ཅིག་དངུལ་བསགས་བསགས་བསགས་བསགས་བསགས་ཨན་ཁ་ལག་དེ་ཡའོ་མ་སེར་ཅིག་རྦད་དེ་བྲི་བར་བྱེད་ལས་ཀ་ཉིན་མ་གཅིག་ལས་ཀ་གསུམ་བཞི་འདྲེ་བྱེད། དཔེ་དེ་ནི་ཡིན་ན་ལས་དང་ཡང་ན་ལས་ཀ་བྱེད། འབྲེལ་བྱེད་ཆེད་དུ་དུས་རྩོམ་པ་ཡིན་པས་ན་ངལ་གསོ་བཅས་མེད་པས་མེད་པ་ཆེན་ས་དཔོན་པོ་ཉི་མ་ལས་ཡང་ལས་ཀ་ར་གཅིག་ཕྱིན་ངལ་གསོ་སྒོར་མོ་བརྒྱ་བྱེད། ཁྱིམ་ཚང་ལས་པ་ནི་ཁྱིམ་ཚང་གི་ལས་ཀ་འབྲེལ་བྱེད་དུ་ཕྱིན། ངལ་གསོ་བཅས་བརྒྱ་པའི་མ་རག་པ་ན་བཅས་ལ་ནག་རིལ་བ་ན་སོང་ན་ཡང་སོ་སོའི་དཀའ་ལས་རྒྱབ་སྐྱོར་གྱིས Insurance ཡོད་པས་ན Insurance ཡག་པོ་རེད། དཀའ་ལས་རྒྱབ་སྐྱོར་དངུལ་དེ་ཚོ་ཡིན་པས་ན་ནི་ཚང་མ་ལོ་དེ་གར་འགྲོ་སོང་བཏང་ཡག་རེད་པ་ཡང་དཀའ་ལས་རྒྱབ། ཨ་ནི། ཆོ་མེད་རྒྱུར་ཆགས་སོང་ཨ་ཆེ་ཚང་ག་འདམ་འདམ་ང་ཚོ་མི་ཚེ་ན་ཡིན་པའི་ན་ཀ་ལས་རྒྱག་པའི་རྒྱག་པའི། སྐྱིད་པོ་བཏང་གི་བཏང་གི་ངལ་གསོ་རྒྱག་པའི་རྒྱག་པའི balance ལོད་དོ་ཨིན་ཇིའི་སྐད་ནས་བཤད་ན balance། work life balance ལོད་དོ་ཏག་ཏག་བྱས་ཏེ། ཨིན་ཇི་མར་ད་ལས་ཀ་འདྲེར་བྱས་ལས་ཀ་འདྲེར་བྱས་སོ་སོ་ངལ་གསོ་རྒྱབ་ཡོད་ད་ལྷོད་ལྷོད་དེ་དུས་ཚོད་དེ། འབད་དེ་བ་ལ་བཞག་རྒྱུ་ནི་རྒྱ་མ་མ་བཟུང་ནས་ཨིན་ཇི་གཅིག་པར་བྱས་ཏེ། ཨོ་འདྲ་བྱས་ན་ཡག་པོ་རེད་འདུག་བསམ་འདུག་བྱས་ཙང། བསམ་བློ་གཅིག་བཏང་མེད་ན་འདྲ་ཞིག་དེ་རིང་ཡང་བསམ་བློ་གཅིག་ཁོག་སོང་བ་ཁོ་ན་ཚོ། བྱས་ཙང་ངས་དེ་རིང་གི་བརྙན་ཐུང་དེ་ན་ཁྱེད་རང་ཚོ་མཉམ་དུ་མཉམ་སྤྱོད་ཞུ་འོས་བསམ་སོང། ང་ཚོའི་ངའི་འོ་བཞིན་པ་དེ་འདྲའི་ད་ཕྱི་གའི་ཡུལ་སྐྱོར་གྱི་གྲོགས་པོ་གྲོགས་མོ་འདྲ་མང་པོ་ཅིག་སྦྲུམ་བཞིན་ཡོད་འདུག་བ། ད་ཕྱི་གའི་ལུང་པ། དུས་ཚོད་ཡོལ་མར་ད་ལས་ཀ་འགྲོ་ད་ལས་ཀ་གསུམ་བཞི་བྱེད་ཀྱི་ཡོད་ད་ས་སྤེན་པ་ཉི་མ་ལས་མོག་མོག་བཙོང་ཁར་དྲུག་ཡོད་ས་དཔོན་པོ་ཉི་མ་ལས་མིའི་ནང་གཙང་མ་བཟོ་ཁར་དྲུག་ཡོད་འདུག་ཕྱི་ནས་གསུང་སྙན་མང་པོ་བཞག་འདུག་ཨ་ཅེ་ཚང་ནི། ས་རྟ་བ་ནས་ས་པ་ཚང་བར་དུ་ང་ཚོ་ལས་ཀ་བྱེད་ས་དཔོན་པོ་ཉི་མ་ཡིན་པས་ནི་ཡང་མེད་ན་ས་ཉི་མ་གཅིག་པོ་ལྷོད་ལྷོད་ཀྱི་ནང་ལ་བཞུགས་པས་ནི་ཉི་མ་ར་སྤྲོད་མགོ་ལ་སྣུམ་ར་བྱུགས་རྗེས་ནི། སོ་སོ་ག་བས་ལས་ཀ་དེ་བྱེད་ལྷོད་ལྷོད་ཀྱིས་བཞུགས་ན་ཡག་པོར་བྱོས་རེད་བསམ་འདུག་ཨ་ང་ཚོ་ཡང་གཟུགས་པོ་ལས་དེ་ཅིག། འཕྲོ་བརླག་འགྲོ་ཚར་སོང་ན་ཡང་ཡང་བརྒྱག། ཁ་ལོ་རེད་ད། འདི་ནང་བཞིན་ཐང་པོ་ཆགས་ཡོད་ན་ཡང་དུས་ཚོད་མང་པོ་ཞིག་ལ་འགོར་བ་བྱས་ཙང་བདེ་ཐང་ལས་དེ་ཡིན་པ་ཧ་ཅང་གི་གལ་ཆེན་པོ་རེད་བཞག་ནས་འཕྲོད་བསྟེན། འཕྲོད་བསྟེན་བྱས་ཏེ་གལ་ཆེན་པོ་རེད་འདུག་དེ་ནང་ཞིག་གི་སེམས་ཀྱི་བདེ་ཐང། ཡང་མི་ཁ་ཤས་ཡིན་པས་ན་སེམས་ནང་དཀའ་ངལ་མང་པོ་ཡོད་སྐྱོང་དུ་འདུག་ལས་ཀ་ཡག་པོ་ཡོད། ཁྱིམ་ཚང་ཡོད། ཁྱིམ་ཚང་ཁ་རེ་ཁྱིམ་ཚང་ཡག་པོ་ཡོད་ཁ་རེ་སྤུག་དག་ཚང་མ་ལོ་དེ་བས་ཡིན་ཡང་སེམས་ཀྱི་དཀའ་ངལ་ཆེན་པོ་བཞག་ཡོད་ཡིན་སེམས་ཀྱི་དཀའ་ངལ་བཤད་ས་མེད་བྱས་ཡང་དཀའ་ངལ་ཆེན་པོ་ཡོད་སྐྱོང་འདི་མང་པོ་འདུག་བ་བྱས་ཙང་སེམས་ཀྱི་དཀའ་ངལ་དེ་མིན་ན་སོ་སོའི་གཡས་གཡོན་གྱི་ཡིད་ཆེས་བྱེད་ས་གྲོགས་པོ་གྲོགས་མོ་སྙིང་པོ་འདི་ཡོད་པ་དག་ཡིད་ཆེས་བྱེད་ས་དག་སེམས་སྙིང་དག་ཁྱད་པར་དུ་ཡོད་མ་རེད་དེ་ལས་སོ་སོ་སོ་སོ་མི་ཚེ་ནར་དག་ཡིད་ཆེས་བྱེད་སའི་གྲོགས་མོ་ཁ་ཤས་ཅི་ཡོད་རེད་བ་འོང་དེ་ཚོ་ལ་བཤད་དང་ཡང་སྨད་བས་ན་ནི་སོ་སོའི་ནང་མི། བཟའ་ཚང། སོ་སོའི་ལྟ། སུ་ཡིན་པའི་གནས་ལས་འོངས་ཏེ་སྙམ་དུ་ཤེས་ཏེ་ཁས་ཆེན་པོ་བཞག་བཞག་སེམས་ན་ཉག་མ་འདེབས་ཅིག་བུ་སུ་དོ་དོ། ཨན། ཉག་འཇམ་འཇམ་མི་གཅིག་གི་བྱེད་སྟངས་མ་བྲིས་གཅིག་རྣ་བ་མ་གྲོ་བས་ན་ཡང་དེ་ལ་རླུང་ར་སྟོན་མ་འདེབས་བྱས་ཡང་དེ་འཇམ་འཇམ། ཁ་རེ། འདྲའི་ཡུགས་མོ་དང་ལས་ཀ་བྱེད་ས་ཡིན་པའི་ནས་ལས་ཕོ་ཅོག་དེ་ཅིག་མ་དྲིས་ཡ། ངས་ཡག་པོ་བྱས་ཕོ་ཅོག་དེ་ཡང་གིལ་ངན་པོ་བྱས་དེ་དེ་འདྲའི་རེ་ཞུ་ཐོ་འོང་འདོད་དུ་བསམ་པའི་ཡང་སོ་སོ། ལས་ཀ་གཉིས་ཀ་ལོ་ལས་ཀ་གཅིག་པོ་བྱས་བོར་གླ་ཆ་གཅིག་པོ་རག་བོར་ཡིན་ནས་ལས་མོ་ཡིན། ལྷོད་ལྷོད་བྱས་དེ་དེ་ང་ཡིན་ན་ལས་ཀ་ཞིབ་བྱས་དེ་འོ་རེད་དེ་འདྲའི་སེམས་ན་དྲིས།

དམིགས་བསལ་གྱི་སྙེ་མ་བསླབ་བྱ་ཡོད་དུས་སྐབས་སུ་ཡིན་པའི་ན་དང་མཐོ་སློབ་སྐབས་སུ་ཡིན་པའི་ན་མཐའ་འཁོར་དེ་དེར་ཞིག་ཁོ་ན་ཚུད། ངས་ཅིག་ལབ་ན་ཅིག་ཕྱག་ལས་རྒྱ་མོ་ཡོང་བསམ་བསམ་ཞིག་དོགས་མེད་ངས་ཅིག་ལབ་ན་ཁོ་ཚོ་ཡང་ཅིག་ལབ་གི་རེད་བསམ་མོད་འོན་ཏེ་མིའི་ལག་པར་བསམ་མེད་དེ་ཤུགས་ཆེན་པོ་བཞག་ཡོད་པ་དེ་རིང་སྐད་གསེང་སྤེལ་ན་མིས་ག་རེ་ལབ་ནས་ལབ་ང་རང་མི་ཕ་ཇོ་ལ་གནོད་མ་སྐྱེལ་བའི་ཞུ་གོ་མི་བཞིན་པ་ལ། སྨོས་པའི་ལེའང་མ་ཕྱེ་བས་ཞུ། སོ་སོའི་དོན་དག་དེ་ནི་དུས་ཚོད་ཏག་ཏག་འགྲུབ། སོ་སོའི་སེམས་ན་ཡོད་སྐད་ཆ་དེ་མ་བཤད་བཞག་པས་ན་ཕྱི་གསལ་ནང་གསལ་ཞེས་དྲང་པོ་དྲང་བཞག་བཤད་བཞག་པས་ན་ནི་སེམས་པ་སྐྱིད་པོ་ཞིག་ཏུ་བར་ཆད་དང་སེམས་ན་ཉག་ཡ་དེ་དགའ་པོ་ཅན་མེད་པར་བྱས་ཙང་འོང་རྒྱ་རེ་ཤ་ནི་ཁྱི་སེང་རོག་པོ་དེའི་སྐད་བཤད་རྒྱུ་དེའི་རྒྱུད་ནས་ཡང་དེ་རིང་གི་བརྙན་ཐུང་དེ་ན་ཁྱི་ནག་ཚོ་ལོ་ཏི་ཟི་ཅེས་བཤད་སྙིང་འཕྲོག་སོང་ཁྱི་ནག་ཚོ་མཉམ་དུ་གླེང་མོལ་ཟ་ཆེད། ངོ་འདིར་གཤེགས་པ་སྣ་ཚོགས་ནི། ལོ་ཆུང་དུས་ཡིན་པའི་ནས་ལས་ལས་ཀ་བྱས་དཀའ་ལས་བརྒྱལ་ཏེ་ཁྱད་ཆེན་པོ་རོལ་བ་ཡང་ནི་དཀའ་ལས་མ་བརྒྱལ་བ་ཡིན་ན་ཏག། ཉི་མ་གཅིག་ཉི་མ་གཉིས་ཉི་མ་གསུམ་ཡང་མན་ན་མང་ནས་ལ་ལོ་གཅིག་མི་བཞིན་པར་རེ་བ་བརྒྱལ་བར་རེ་བ་བརྒྱལ་བར་རེ་བ་བརྒྱལ་བར་འཚོ་བ་ཁྱོད་སྲིད་རེད་ནས་ལས་ཡང། མི་ཕོ་ཅོ་ལས་འཚོ་བ་སྐྱེལ་ཏེ་དུས་ཙམ་པ་ཡིན་པས་ན་ནི་རེ་བ་སྐྱབས་སུ་དེ་ཐག་རིང་རིང་སྒྲུབ་པ། སོ་སོའི་ཕ་མ་གཅིག་པིང་རྒྱ་ཡིན་པས་ནི་ལེར་དང་ང་ལེའང་མ་བྱས་ཏེ་དེ་བས་ན་རྟག་པར་རེ་ཞིག་ཅིག་སློང་རྒྱབ་དེ་བས་ན་ནི་ཕོ་ཅོ་དེ་མྱུག་པོར་བ་ཡང་བྱས་ཙང་ནི་ཕ་མ་གཅིག་པིང་རྒྱ་ཡིན་ནས་ཁྲོས་ཡས་ཀྱི་ཉེན་ཁ་ཡོད་རེ་བ་བྱས་ཙང་སོ་སོའི་རྐང་པའི་ཁ་ཡར་ལངས་རྗེས་སོ་སོ་སོའི་ངོས་ནས། མི་ལ་རེ་མོ་ཀོ་ཞིག་བྱེད་ཐུབ་ན་ཡག་པོ་ཞིག་རག་འདུག་བསམ་འདུག། ང་ཡིན་པའི་གནས་ལ་ཉི་མ་ཉམས་མྱོང་ཡོད་པ་མཐོ་སློབ་དུ་བ་ཡོད་དུས་རྩོམ་པའི་དུས་ཤིག་མི་ལ་རེ་བ་བརྒྱབ་འདོད་ཡོད་མི་སྣ་དཀའ་ལས་ཤིག་ཁག་པོ་ཞིག་བྱ་འོ་དུ་བ་བྱས་སམ། འོང་དེ་ནི། སོ་སོའི་རྟགས་གོམ་བཅུ་ལས་མེད་གནས་ལས་བཅུ་ལས་དཔག་པའི་སྐྱེས་བུ་ཞིག་བཏང་ཡང་དེ་གི་གལ་ཆེན་པོ་ཞག་རེ་ཞག་ཨང་སྐྱིད་པོ་མ་བཏང་བྱས་པས་དེ་དཀའ་ལས་རྒྱབ་རྒྱབ་རྒྱབ་ས་ས་ས་ས་ས་ཨ་ནི་སྒྲུབ་མང་པོ་ཞག་འཁོར་དུ་བ་དཀའ་ལས་རྒྱབ་རྒྱབ་རྒྱབ་རྒྱབ་རྒྱབ་ཨ་ནི་མ་ཉན་ཞོ་ཁའི་ཡར་ལངས་ཡོད་མེད་གྱོ་སོན་གྱི་ད་ཡང་ཁ་ཤས་ཕྱིན་པ་དེ་འཕྲོ་བརླག་འགྲོ་ཤག་ལས་ཀ་བྱས་མང་ཁྲ་བྱས་བྱས་ཙང་ནས་ང་ཚོ་མོ་ཏྲ་ཡིན་པའི་ནས་རེད་སྦག་སྦག་ཡིན་པའི་ནས་རེད་འཕྲུལ་ཆས་དེ་ཚོ་ཡིན་པའི་ནས་ལས་ཏང་ཏང་ཏང་ཨིན་ཇིན་ཨོལ་ལན་རྫོགས་འགྲོ་དུ་བ་བྱས་ཙང་སྣུམ་བླུག་འོག་དུ་བ་ཡང་བརྒྱ་བྱས་པོ་བརྒྱ་བོ་ཡང་མོ་ཅོ་རྒྱུ་རིང་པོ་ཏང་རྙིང་པོ་ཆགས་སོང་ན་གོབ་ཏོ་ཆགས་སོང་ན་ཨ་ནས་བྱས་པོ་བརྒྱ་བོ་དུ་བ་བྱས་ཙང་ང་ཚོའི་མི་གཟུགས་པོ་ལས་དེ་ཧ་ཅང་གལ་ཆེན་པོར་ཤར་དེ་ན་ཞིག་སེམས་ཁམས་རིག་པ་སེམས་ལས་དེ་སྐྱིད་པོ་ཆེན་འདས་འོད་བ་བྱས་ཙང་ནི་སེམས་པ་དང་ལུས་པོ་གཉིས་ཀ་སྐྱིད་པོ་ཆེན་འདས་པས་ན་ནི་མེ་ཚེ་དེ་ཧྲག་ཧྲོག་རོ་སྐྱིད་པོ་ཆེན་འགོར་བ་བྱས་ཙང་འོང་རྒྱར་ཤ་ཁོ་ན་ཚོ་ནི་སོ་སོའི་མེ་ཚེ་ན་དཀའ་ངལ་ཡོད་རྒྱུ་དང་སོ་སོའི་སེམས་ན་མ་སྐྱིད་པའི། སེམས་ནང་གི་དཀའ་ངལ་དེ་ཚོ་ཡིན་པ་ནི་སོ་སོའི་འཁྲིས་ཀྱི་གྲོགས་པོ་གྲོགས་མོ་ཡིད་ཆེས་བྱེད་སའི་རོགས་པ་དེ་ཚོ་ནི་གསུང་རོགས་ནའང་ཉག་མ་ཞུ་ཕྱིར་བ་ནི། སོ་སོའི་ལས་ཀ་བྱེད་པའི་ནས་ལས་སོ་སོའི་ལས་ཀ་བྱེད་པ་དཔག་པའི་ཡང་སོ་སོའི་སྐྱིད་པོ་ཅིག་དང་ཡང་འབྱོར་བ་དེ་བྱེད། ནི་རྐུབ་སྟོད་དེ་འདིར་བཞག་དཔེ་བཞག་ས་ཡ་དེ་གལ་ཆེན་པོ་རེད་ལབ་རྟོག་རོགས་པོ་དེ་ཡིན་པའི་ནས་ས་ཡ་དེ་ད་འོང་དེ་ནོར་འཁྲུལ་ཆེ་ཤོས་དེ་ང་དེ་ཡོད་བ།

དངུལ་ཅན་ས་ཡ་གི་གོམས་གཤིས་མེད་པས་ན་ང་ཚོ་ས་ཡ་དེའི་གལ་ཆེན་པོ་ཧྲ་རེད་ཞེས་ཁོ་ནའི་སྐོར་ཧོབ་བཏགས་མེད་ལ་གནས་ཡག་ང་ན་རྫ་བྲག་ཆེ་ང་གཅིག་པུ་མ་རེད་གཡས་གཡོན་གྱི་ཆུ་ཚོད་ད་པིན་རྒྱ་ཡིན་པ་ནས་རེད་དེ་རོགས་ཡིན་པ་ནས་སུ་རྫ་བྲག་རེད་ཞེས་ན་འདི་གཅིག་བྱས་རྫ་བྲག་སྐབས་སུ་ཡང་དངུལ་དོན་མེད་པས་ན་དཀའ་ལས་ཁག་པོ་ཧྲ་རེད་བ། བྱས་ཙང་ད་ང་ཚོའི་མི་ཚེ་ནང་ཆེས་ཆེར་བརྗོད་དུ་བརྩམས་པའི་བསམ་བློའི་གྲ་སྒྲིག་ལས་དེ་མང་མང་མང་མང་ཆེ་བོ་འདུག་རེད་བ་ཁོ་ན་ཚོ་འོང་རྒྱ་རེད་ཤག། ཨ་ནི་ཉེར་བཞི་རེད་ཤག་བྱས་ཙང་ཁྱེད་ཚོའི་རོགས་པོ་དེ་བཤད་རྒྱུ་དེ་དོན་དག་ཆེན་པོར་ཞུ་འདུག་གོ་རྒྱུ་ཆེན་པོར་ཞུ་འདུག་བྱས་ཙང་ཨ་ནི་ངས་དེ་རིང་ད་ལས་ཀ་ཚར་བའི་རྗེས་སུ་དུས་ཚོད་འདི་སྟོན་བྱེད་ཁྱེད་རྣམས་ཚོ་ལ་བཀྲ་ཤིས་བདེ་ལེགས་ཞུ་ཡས་དང་ཆབས་ཅིག་ཨ་ནི་སྐུ་ཟུར་ཐུགས་བྱ་ནང་ཐུགས་སེམས་སྤྲོ་པོ་ཅན་ཞུ་རུ་ན་ཨ་ནི་ཇུས་མེད་ལས་ཚེ་ནང་ང་ནང་ཚོ་ཡང་བསྐྱར་མཇལ་ཡོང། སྐད་ཆ་དག་ནོར་ཡོད་ན་དགོངས་འགལ་མེད་པ་ཅིག་གྲ་སྒྲིག་དང་འཇལ་བྱེད་བྱས་མེད་པ་ག་རེ་བསམ་འགྱོད་མ་བཤད་བྱ་བའི་ང་རང་གི་སེམས་ཐག་ཉེ་བའི་གྲོགས་པོ་གྲོགས་མོ་ཡིན་བསམ་བྱེད་ཀྱི་སྣ་ཚོགས་འོང་འདྲ་ཞིག་ཨང་གཟིམ་ཆ་སྤྲོ་གནང་གོ།
ཁོ་ཚོ་ཁམས་ཚང་དེ་གཙང་པོའི་འགྲམ་དུ་བ་ཡོད་ད་དེ་རིང་ད་ཁ་རྒྱུན་བཤད་ཅིང་ལོ་ཆུང་དུས་མདོས་དཀའ་ལས་མོ་རྒྱོབ་ན་ཨ་ནེ། རྒྱོབ་ཀྱིག་རེད་ཟེར་བཞིན་མདོས་ཀྱིར་དོ་བཟོའི་དངོས་གནས་རེད་ཤག།

ཞག་རྩི་ཆེན་པོར་བྱེད་ས་འདི་ཡོད་ན། ཡང་བྱིས་ན་གྲོགས་ར་བ། སོ་སོ་བ་སྐྱིད་པོ་དག་བ། འགྲོ་འདས་ཡོད་པའི་ས་ཆ་བྱེད་ལ་གྲོགས་བ་བསམ་ན་ཡང། དཔོན་མེ་ཡོང་གོམ་མདོག་བ། བྱས་ཙང། དཀའ་ལས་རྒྱག་པའི་རྒྱག་པའི། སྐྱིད་པོའི་བྱེད་ཀྱི་བྱེད་ཀྱི། ཡང་ལེགས་ཙང་ལེགས་སའི་དེ་ལས་རྒྱལ་ཆེན་པོར་བྱ། མང་དྲགས་ན་ཡང།